རྒྱལ་སྤྱིའི་གསར་འགྱུར་གསལ་ཡང་དགའ་པོ་ཡོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉི་ཤུ་རྩ་ལྔ་སྤྱི་ཟླ་བཅུ་པའི་ཚེས་བདུན་རེས་གཟའ་མིག་དམར་རེའི་གུང་མོ་བསྟན་འཛིན་རྣམ་དཔྱོད་ཡིན། UNHCR སྟེ་ཤར་པའི་པར་ཞིག་ཏུ་འང་འོང་འདི་མང་པོ་ཅིག་ང་ཚོའི་འཚོ་བ་ན་བཟི་ཡོད་ཀྱི་རེད་ཟེར་བ་འདི་དང་འབྲེལ་བའི་གསར་འགྱུར་ཞིག་ཏུ་བཞུད་ཡ་ཡིན། United Nations High Commissioner for Refugees ཟེར་བ་སྐྱབས་བཅོལ་ལ་དམིགས་སུ་བཀར་རྗེས་རོགས་སྐྱོར་ཆེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་ཅིག་རེ་བཞག་སྐྱབས་བཅོལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདི་ག་དུས་བཙུགས་འདུག་ཟེར་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དབུ་འཛུགས་ཇུས་བཞག་ཟེར་བ་དངོས་སུ་ལག་བསྟར་བྱས་ཏེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་སྤྱི་ཟླ་དང་པོའི་ཚེས་གཅིག་ལ་འགོ་བཙུགས་ཞག་ཞོལ་ཡིན།

འཕྲད་པའི་སྐབས་སུ་ཡིན་ན་ཨ་ནི་ཡོ་རོབ་ནང་ཡོད་པའི་མི་མང་པོ་ཅིག་ཡོད་རེད་པ་ཁོ་ཚོ་དང་མི་གཞི་ཁྱིམ་སྟོང་ཅིག་ཆགས་དུས་འཛོམས་པའི་འགྲོ་ས་མེད་པ་ཆེ་ཁོ་ཚོ་ལ་ཁྱིམ་ཚང་ཅིག་བཙུགས་ཡས་དང་ཁོ་ཚོ་ལ་རོགས་སྐྱོར་བྱས་ཡས་ཆེད་དུ་ཨ་ཚོགས་པ་འདི་བཙུགས་པ་རེད་ས་ཐོག་མའི་དམིགས་ཡུལ་དེ། ཐོག་མའི་དམིགས་ཡུལ་བྱས་ན་ཨ་ནི་ལྷན་ཚོགས་འདི་ལོ་གསུམ་རིང་ཀ་བཙུགས་ཡས་བྱས་པ་རེད་ས་རེད་པ་ད་ལྟ་ཡོ་རོབ་ནང་ལ་ཨ་ནི་དམག་ཤོག་ཅེས་མི་གཞི་བྱེད་དུས་འཛོམས་པའི་དམག་ནང་གྲོངས་བྱས་པ་རེད་པ་ཡང་ཁོ་ཚོ་ཨ་ནི་ནང་གསར་བ་བཟོ་ཡས་དང་རོགས་སྐྱོར་བྱས་ཡས་བྱོས་རེད་པ་གང་ཅིའི་ཐད་ནས་ཡིན་ནའི་ལས་ར་བ་དེའི་རྗེས་ནས་ལོ་གསུམ་གྱི་རྗེས་ལ་ནི་གོ་ལ་ཁྱོན་ཡོངས་ལ་སྐྱབས་བཅོལ་གྱི་དཀའ་ངལ་ཅིག་འཕྲད་བསྡད་ཡོད་པ། Global Refugee Crisis། ཟེར་བ་སྐྱབས་བཅོལ་བའི་ནི་དཀའ་ངལ་ཅིག་འཕྲད་དུས་བརྩམས་པའི UNHCR། ཡོང་འོང་དེ་ནི་དངོས་སུ་གཏན་འཇགས་ཀྱི་ལས་ཁུངས་ཅིག་ཆགས་པ་རེད། གོ་ལ་ཁྱོན་ཡོངས་ལ་ཡོད་པའི་སྐྱབས་བཅོལ་བ་ལ་རོགས་སྐྱོར་བྱེད་མཁན་གྱི་མི་གཙོ་བོ་གལ་ཆེ་ཤོས་ནང་གལ་ཆེ་ཤོས་ཤོར་བ་དེ་མིང་ལ་གར་སི་ཏོ་ལན་ན་ཀིརིད་ཇན་བན་ཧིའུ་བན་གོ་ཏ་ན་སི་ཁོ་རང་ནི་ཏཱ་ལན Dutch ཟེར་བ་ནི་ཏཱ་ལན་ནས་རེད་ཤར་བ་ཡང་ཁོ་རང་སྤྱི་ལོ་ཆིག་སྟོང་དགུ་བརྒྱ་གཅིག་ནས་ཕྱེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ཏུ་བྱོན་ཤར་བ་གཅིག་ལས་སྐྱེས་བྱས་ཡིན་ན་ཨང་ཁོ་རང་ཏཱ་ཚོགས་པ་དེའི་ནང་ལ་ལས་ཀ་མ་བྱེད་སྔོན་ལ་ཁོ་རང་གི་ལས་ཀ་དེ་གསར་འགོད་པའི་ལས་ཀ་རེད་ཤག་ཆབ་སྲིད་པ་ཅིག་རེད་ཤག་ནི་ཏེ་ལན་ཞེས་པའི་ལུང་པ་དེ་གི་སྐུ་ཚབ་གཞུང་ཚབ་པ་ཅིག་རེད་ཤག་ཟེར་བ་འོང་འདུག་བྱས་ད་ཁོ་རང་གི་ཚོགས་པ་དེ་ལ་རོགས་པ་བྱས། ལས་ཀ་བྱས་ཅིག་འགོ་བཙུགས་འདུག་འགོ་བཙུགས་རྗེས་དམིགས་བསལ་གྱི་དམག་ཆེན་གཉིས་པའི་སྐབས་སུ་ལས་ཀ་མང་པོ་ཅིག་བྱས་རྗེས་མི་མང་པོ་ཅིག་ལ་རོགས་པ་ཞིབ་ཅིག་བྱས་པ་རེད་ས་དམག་ནང་ནང་མི་གྲོངས་འགྱོགས་སོ་ད་མང་པོ་འབྱོར་བ་ད་སྐྱོ་པོ་འདུག་ཉམ་ཐག་དེ་ཚོར་རོགས་པ་ཅིག་བྱེད་དུས་བརྩམས་པས་ཡིན། ཁོ་རང་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ལ་ནོ་པེལ་ཞི་བདེའི་གཟེངས་རྟགས Nobel Peace Prize ཟེར་བ་འོང་དེ་རག་རེད་གསར་བ། ར་ཡ་དེ་ཁོ་རང་གི་སྐྱབས་བཅོལ་བ་མང་པོ་ཅིག་ལ་རོགས་སྐྱོར་བྱས་པའི་རྐྱེན་གྱིས་བྱ་དགའ་དེ་ཐོབ་ཤག། མཉམ་འབྲེལ་རྒྱལ་ཚོགས་ཀྱིས་སྐྱབས་བཅོལ་གྱི་ལྷན་ཚོགས་ཞུ་བ UNHCR ལས་དེའི་དམིགས་ཡུལ་འདི་གར་གཏོར་ལབ་ཡིན་ན་ཚོགས་པ་དེའི་རེ་བ་ཡང་དང་པོ་དེ་སྐྱབས་བཅོལ་དེ་ཚོ་ལ་རོགས་སྐྱོར་བྱེད་ཡར་རེ་བ་ཡང་ང་ཚོ་ནང་བཞིན་སྐྱབས་བཅོལ་དེ་ཚོ་ལ། ཚོགས་པ་དེའི་དམིགས་ཡུལ་དེ་སྐྱབས་བཅོལ་བ་དེ་ཚོ་ལ་བདེ་འཇགས་ལྡན་པའི་གདན་ས་ཅིག་ཚད་ཅེས་པ་འོང་འདི་རེ་བྱས། སྐྱབས་བཅོལ་བ་སུ་ཙམ་པས Refugee ཟེར་བ་ས་ཆ་ཞིམ་པ་ཅིག་ནས་ཨེ་མ་བྱུང་བའི་ནས་དྲ་ཆབ་སྲིད་དཀའ་ངལ་བྱུང་བའི་ནས་ལས་ས་ཆ་ཞིམ་པ་ཅིག་ལ་སྐྱབས་བཅོལ་གྱི་སླད་དུས་ཙམ་པས་ཨེ་ཚང་མ་འགོ་བཙུགས་འུར་བ་གསར་བ་ཆེད་འགོ་བཙུགས་དགོས་དུས་ཙམ་པས་ཨེ་ས་ཆ་གསར་བ་དེ་སླད་དུས་ཙམ་པས་མཐུན་རྐྱེན་བྱ་གཞོལ་བ་ཁང་པ་ཡིན་ནས་དྲ་སྨན་ཡིན་ནས་དྲ་སློབ་ཆུང་ཐོག་ནས་མང་པོ་ཅིག་གང་ལ་ཨེ་རོགས་སྐྱོར་བྱེད་དུས། བཟའ་བཅའ་ཀྱི་རོགས་སྐྱོར་གཟིགས་མར་བ Emergency Response Suit བ་བཟའ་བཅའ་ཀྱི་རོགས་སྐྱོར་དེ་སྐྱབས་བཅོལ་བ་དེ་ཚོ་ལ་ཁ་ལག་སྤྲད་ཕྱིར་བ་ཁང་པ་སྤྲད་དང་སྨན་བཅོས་ཐོག་ནས་རོགས་སྐྱོར་བྱེད་ཀྱི་འདུག་ཟེར་བ། དེ་ནས་ཁྲིམས་ཐོག་ནས Legal Protection ཟེར་བ་ཡང་སྐྱབས་བཅོལ་བ་ང་ཚོ་སོགས་རྒྱ་གར་ན་སླེབས་པའི་ནང་ཁྲིམས་ཐོག་ནས་ཡང་པཱ་སེ་དང་མང་པོ་ཅིག་སྤྲད་འབྱོར་བ་དཔེ་ཤ་ཤབ་ན France ལ་བོད་པ་ཅིག་ཕྱིན་པའི་ནང་དེ་ལ་ཤུ་གུ་སྤྲད་འབྱོར་དུ་བ་འོང་དུ་ཆེད Aslam Support ཟིག་དུ་བ་རྒྱབ་སྐྱོར་བྱས་འབྱོར་བ་འོང་དེ་འབྲེལ་གྱི་རོགས་པ་བྱེད་ཀྱི་འདུག་ཟེར་བ་ཨ་ནི་སྐྱབས་བཅོལ་བ་དེ་ཚོ་ལ་ཨ་ནི་སློབ་སྦྱོང་གྲས་ཆེར་བ་ཡང་ཁོང་ཚོའི་གི་འཚོ་བ་གི་གནས་སྟངས་དེ་ཡར་རྒྱས་དང་གཅིག་གི་རོགས་སྐྱོར་བྱེད་ཀྱི་འདུག་ཆབ་སྲིད་ཐོག་ནས་ཐོབ་ཐང་གྲས་དེ་འདྲས་ཀྱི་རོགས་སྐྱོར་བྱེད་ཀྱི་འདུག། ཚོགས་པ་དེ་ད་ལྟ་བར་དུ་མི་ས་ཡང་བཅུ་བརྩི་ལ་རེ་བ་ཡང་སྐྱབས་བཅོལ་བ་དེ་འདྲས་ལ་རོགས་སྐྱོར་བྱས་ཡོད་རེད་ཟེར་བ་ཞི་བདེའི་གཟེངས་རྟགས་ཡིན་ནའི་ལས་བྱེད་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ལ་གཅིག་ཐོབ་རེད་ཟེར་བ་གོང་དུ་ཞུས་ཚབ་ནང་བཞིན་དེ་ནང་བཞིན་གྱི་བྱེད་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་རྒྱལ་སྤྱིའི་ལས་ནི་ཞི་བའི་གཟེངས་རྟགས་རེད་བ་ཡང་མི་ལ་རོགས་པ་བྱས་ཙང་ནི་ཐོབ་པ་རེད། རོགས་པ་དེ་ལུང་པ་བརྒྱ་དང་སུམ་ཅུ་སོ་ལྔའི་ནང་ལ་ཡོད་རེད་ཟེར་བ་ཡང་ནི་གོ་ལ་ཁྱོན་ཡོངས་ལ་ལས་ཁུངས་ལྔ་བརྒྱ་ཙམ་བྱས་ཡོད་རེད་ཟེར། ཚོགས་པ་དེའི་ནང་ལས་ཀ་བྱེད་མཁན་ནི་ཁྱི་གཉིས་བྱས་ཡོད་རེད་ཟེར།

དེ་ཚོའི་ནང་ལ་ཡང་ཚོགས་པ་དེའི་རོགས་པ་ཞིབ་ཆེ་བོ་རེད་ས་ཡུ་རོབ་ནང་ལ་ནི་ཡུཀ་རེན་ཡོད་རེད་པའང་དེ་ཨུ་རུ་སུ་དང་དམག་རྒྱག་དུས་ཙམ་པས་དེ་ལ་ནི་ཡུཀ་རེན་མི་དེ་ཚོ་ལ་རོགས་སྐྱོར་བྱས་ཆེ་བོ་རེད་ས་ཡུ་རོབ་ནང་ལ་དམིགས་སུ་བཀར་རྗེས་ནི་ཨ་རིའི་ནང་ལོར་ཡིན་ན། ཁ་ར་ཝེ་ནི་ཛུ་ཝེ་ལ་ལའི་དང་སན་ཐྲེལ་ཨ་མེ་རི་ཀ་ཆེ་མེག་སི་ཀོ་ཡོད་པ་ཡུ་ཨེ་སི་དང་ཨ་རི་དང་མེག་སི་ཀོ་གི་ས་མཚམས་ཆོད་པའང་དེ་ལ་དམིགས་སུ་བཀར་རྗེས་ལས་ཀ་ཆེ་བོ་རེད། དེ་རིང་གི་གསར་ཁང་ནང་ལ་གནས་ཚུལ་སེམས་སྐྱོ་པོ་ཅིག་གར་བྱུང་འདུག་ལབ་ཡིན་ན་ད་འཛམ་གླིང་དམག་སྤྱི་གཉིས་པ་ནས་ཅི་ད་ལྟ་བུ་དང་ཉིས་སྟོང་བརྒྱ་མི་ཉི་ཤུ་རྩེ་ཨང་སོ་བུ་དང་ལས་ཀ་བཟང་པོ་ཅིག་བྱས་ཏེ་འོར་བ་མི་ཉམས་དར་རོགས་པ་བྱེད་སྐྱབས་བཅོལ་རོགས་པ་བྱེད་དེ་གི་ལས་ཀ་ག་རེ་ཚོགས་པ་འདིའི་ནང་ལོགས་ལ་ལས་ཀ་བྱེད་དེ་ཉེ་མི་སུམ་སྟོང་ལྔ་བརྒྱར་བ་ཡང་ཨ་ནི་པི་བི་རེ་ས་ལེ་འུ

དགུ་ཁྲིད་རྙིང་པ་འདྲ་ཡོད་མ་རེད་པས་རྒྱུད་རིང་པོ་ལས་ཀ་བྱེད་དེ་ཉིད་འདི་འདྲའི་བརྒྱ་ཆ་ལྔ་བཅུ་ནི་མེད་པ་བཟོས་པ་རེད། ལུང་པ་མང་པོ་ཅིག་གི་ལས་ཁུངས་ཡོད་རེད་པ་དེ་ཚོའི་མང་པོ་ཅིག་སྒོ་རྒྱག་དགོས་ཁེལ་རེད། གོ་ལ་ཁྱོན་ཡོངས་ལ་ལས་བྱེད་པ་ཡོད་རེད་པ་ལས་ཁུངས་དེའི་ལས་བྱེད་པའི་ནམ་རྒྱུན་འགྲོ་གྲོན་དང་ཡང་སྦྱོར་བ་བརྒྱ་ཆ་སུམ་ཅུ་ཉུང་རུ་བཏང་བ་རེད། ཚོགས་པ་དེའི་ལས་བྱེད་མང་པོ་ཅིག་པི་ཡེ་ད་ནི་ཚོགས་པ་དེའི་ལས་ཁུངས་མང་པོ་ཅིག་སྒོ་རྒྱག་དགོས་པའི་རྒྱུ་མཚན་ག་རེ་དོ་ཞུས་པའི་ན་ར་ད་ར་ཡང་ད་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩེ་ལྔ་ལ་ཆ་མཚོན་པའི་ནས་ལས་ནི་འགྲོ་གྲོན་དང་ཇོ་མར་པའི་སྐྱབས་བཅོལ་བ་དང་མི་ལ་རོགས་པ་བྱས་ཏེ་ནི་དུང་ཕྱུར་ཨ་རི་ཏྲོ་ལར་ད་བཅུ་ཚ་དྲུག་རེས་ཡིན་ནས་ལས་ར་བ་དངུལ་དེ་མ་དངུལ་དེ་ཡོད་མ་རེད་ས་ཁོང་ཚོ་ལ་རེ་བ་ཡང་གར་ཆད་ཡོད་མ་རེད་ལབ་ཡིན་ན་ནམ་རྒྱུན་གྱི་མ་དངུལ་དེ་འགྲོ་སོང་བཏང་ཉེན་སོང་མ་རེད་པས་ཞལ་འདེབས་རྒྱབ་ཉེན་དེ་ཨ་རི་ཆགས་བསྡད་ཡོད་རེད་ས་བི་ཀི་སི་ཏྲོ་ནར་སི་ཏོ་ཞལ་འདེབས་རྒྱབ་ཉེན་ཆེ་ཤོས་དེ་ཨ་རི་བྱེད་ཡོ་རོབ་ལྷན་ཚོགས་ཡོ་རོབ་ཡིན་ཡུ་ནིན་བྱེད་ཡུ་ནའི་ཏེད་ཀིང་ཏམ་ཨིན་ཇི་ལུང་པ་བྱེད་རེ་བ་ཡང་འོང་དེ་ཚོ་རེད་ས་ཡིན་ནའི་ལས་ད་ལོ་ཆ་ནས་འགོ་བཙུགས་བྱེད་རེ་བ་ཡང་དམིགས་བསལ་གྱི་སྲིད་འཛིན་ཁྲོམ་དེ་སླེ་དུས་ཙམ་པས་ཨ་རིའི་ངོས་ནས་ཞལ་འདེབས་ཕུལ་བས་དེ་ཉུང་ཞུ་རྒྱུ་ཕྱིན་པ་རེད་ཟེར་བ་ཡོ་རོབ་པིན་ཡུ་ནེན་ནས་འདྲ་དབྱིན་ཇི་ལུང་པའི་ནས་འདྲ་ཁོ་ཚོས་དངུལ་སྤྲད་དེ་རྦད་དེ་མཚམས་བཞག་ལོག་རེ་ཉུང་ཞུ་རྒྱུ་བཏང་བ་རེད། གནད་གཉིས་པ་དེ་དཀའ་ངལ་ཆེ་ཤོས་དེ་གར་འཕྲད་བསྡད་འདུག་ལབ་ཡིན་ན་རེད་བ་ཡང་གོ་ལའི་གི་དཔལ་འབྱོར་ཉམས་རྒུད་ཆེན་པོ་ཅིག་འགྲོ་དེ་འོར་བ་ཡང་དེ་རིང་གེ་སར་ཡིན། འོང་དེ་རྐྱེན་པས་ནམ་རྒྱུན་གྱི་ཁོ་རང་ཚོ་ལ་ཞལ་འདེབས་ཕུལ་དེ་ངེད་ཀྱི Philanthropy ཟིན་འདུག་གས་མི་ཕྱུག་པོ་འདྲ་འདུག་ག་ཁོ་ཚོའི་ངོ་ནས་ཡིན་ནའི་ལས་ཞལ་འདེབས་ཕུལ་བས་ཉུང་ཞིབ་ཅིག་ཕྱིན་ཡོད་རེད། འོང་འདུག་རྐྱེན་པས་ཡིན་ཨ་ངོས་ཚོགས་པ་འདི་དག་གང་ཅིའི་ཐད་ནས་མང་པོ་ཅིག་དཔེ་ཡས་དང་སྒོ་རྒྱབ་ཡས་བྱུང་ཤག། དེ་ནས་དཀའ་ངལ་ཆེ་ཤོས་དེ་དག་ཀི་ཤག་གི་ལུང་པ་དང་ཡུཀ་རེན་དང་དེ་ཚོ་དམག་ཞིབ་ཅིག་བརྒྱབ་དེ་འོར་བ་དམག་རྒྱབ་ཡས་མང་དག་ཆོས་བྱས་སྐྱབས་བཅོལ་རོགས་པ་བྱེད་དགོས་ས་མི་ཧང་སངས་སྙེ་མ་ལས་མི་འདྲ་བ་ཅིག་ཆགས་ཏེ་འོ་རེད་གསར་བ་དམིགས་བསལ་གྱི་ཀི་ཤ་གི་ལུང་པ་དེ་ཚོར་མཚོན་པས་ན་བྱས་ཙང་ནམ་རྒྱུན་གྱི་དངུལ་དེ་ནི་མ་དངུལ་དེ་ཉུང་རུ་ཅིག་ཕྱིན་པར་བ་ཡང་ཨ་རིས་རོགས་སྐྱོར་བྱས་ཏེ་མཚམས་བཞག་ལུང་པ་ཞིམ་པ་གན་རོགས་སྐྱོར་བྱས་མཚམས་བཞག་དེ་ནས་སྐྱབས་བཅོལ་བ་དང་ནི་རོགས་པ་བྱེད་ས་མང་ཅིག་འབྲུ་དུས་རྩམ་པས་ཁོ་ཚོ་བླ་མ་ཁྱི་བུ་བྱས་ནི་སྒོ་རྒྱབ་པོ་ཁྱེད་རེས་མང་པོ་ཅིག། དེ་རིང་མཉམ་སྤྱོད་ཞོལ་གྱི་གསར་འགྱུར་གཉིས་པ་འདི་གར་དུ་ཞུས་པ་ཡིན་ན། ཐའེ་ཝན་དང་འབྲེལ་བའི་གསར་འགྱུར་བཞི་རེ་བཞག་ཟེར་བ། ནི་ནམ་རྒྱུན་ཡིན་ན་སྲིད་འཛིན་ཁྲོམ་རྒྱ་གར་སྲིད་དུ་སླེབས་ཡོད་ན་ཁོ་རང་ད་ཞི་བདེའི་གཟེངས་རྟགས་ར་ཡས་ལ་རེ་བ་ཡོད་སྡོ་འདོ་བྱེད་དེ་འོ་རེ་བ་ཡང་དེ་རིང། ད་ལྟ་ཐའེ་ཝན་གྱི་སྲིད་འཛིན་ཡུལ་བ་ལའེ་ཆིང་དེ་ཁོང་རྒྱ་གར་སྲུང་དུ་སླེབས་ཡོད་ན་ཨ་རིག་གི་གསར་ཁང་ནང་ལོ་རེ་བ་ཡང་གལ་སྲིད་སྲིད་འཛིན Trump ཀྱིས་ཨ་ནི་ཐའེ་ཝན་འདི་ལ་རྒྱ་ནག་ངོས་ནས་གནོན་ཤུགས་ཆེ་མེད་པ་བཟོས་པ་ཡིན་ནར་ད། སྲིད་འཛིན Trump ལ་ནོ་སྦེལ་གྱི་གཟེངས་རྟགས་དེ་ཕུལ་ནའི་ཕུལ་ཆོག་པ་ཞིག་རེད་འདུག་བྱས་ནས་གསར་ཁང་ནང་མཉམ་སྤྱོད་གནང་ཤག་འདི་ལྟར་དྲི་བའི་གསང་རྒྱུ་ཞིག་འདུག་གསན་རོགས་གནང། ཐའེ་ཝན་གྱི་སྲིད་འཛིན Lai Ching-te ཀྱིས་དེ་འདྲ་གསུངས་བའི་རྒྱུ་མཚན་ག་རེ་དོ་ལབ་ན་དེ་རིང་ཟླ་བ་གི་རེ་བ་ཅན་དུ་བཅུ་པའི་ཟླ་མཇུག་ནང་ལ་ཨ་ནི་སྲིད་འཛིན Trump གོ་བ་བྲོ་ཡ་དོ་ལབ་ན་ལྷོ་ཀོ་རེ་ཡ་ལ་བྲོ་ཡ་རེད་ཤག་ཟེར་བ། ལྷོ་ཀོ་རེ་ཡ་ལ་ཨ་ནི་ཚོགས་འདུ་ཞིག་ཚོགས་ཡ་རེད་ཤག་ཚོགས་འདུ་དེའི་མིང་ལ་ག་རེ་ཟེར་དོ་ལབ་ན

དེ་དུས་སྐད་ཅིག་ཤེས་བྱ་ཡིན་ན་ཐའེ་ཝན་གྱི། ད་ཐའེ་ཝན་འདི་རྒྱ་མིའི་ཆ་ཤས་ཡིན་ལས་ད་རྫིག་རྫིག་དགུ་ཡས་ད་ཅིག་ཡོད་རེད་བ་ཞེ་ན་དགུ་ཡས་དེ་ཚོ་བེད་མེད་པ་བཟོས་བྱས་རྙོག་དྲ་དེ་རྩ་བ་ནས་མེད་པ་བཟོས་པ་ཡིན་ན་ཨན་སིན་ཛིའི་ཁྲོམ་ལ་ཞི་བདེའི་གཟིངས་རྟགས་དེ་ཕུལ་ནས་ལས་ཕུལ་རིན་ཆོག་པ་རེད་འདུག་ཞེ་ནས་ཁོ་རང་གེ་སར་ཁང་ནང་མཉམ་སྤྱོད་གནང་ཤག། ཨ་རི་ལ་ཆ་མཚོན་མིན་ན་ཐའེ་ཝན་འདི་གལ་གནད་ཆེ་བའི་ས་ཆ་ཅིག་ཆགས་བསྡད་ཡོད་རེད་ཟེར་བ། གལ་གནད་ཆེ་བའི་ཆེན་པོ་ཆགས་ཡོད་རེད་ལ་ཡ་འདི་རྒྱུ་མཚན་གར་དུ་ལབ་ཡིན་ན་དམག་ཐོག་ནས་བཤད་བའི་ནར་ལྟ། ཐའེ་ཝན་འདི་ད་ལྟ་ཨ་རིའི་གི་གྲོགས་པོ་ཅིག་ཆགས་བསྡད་ཡོད་རེད་བ་ཡང། འདི་ནང་ཞིག་གི་འཇའ་པན་ཡིན་ནའི་འདྲ་ཧྥི་ལི་པིན་ཡིན་ནའི་འདྲ་དོན་ཚང་མ་ཨ་རིའི་གི་གྲོགས་པོ་ཅིག་ཆགས་བསྡད་ཡོད་རེད་བ་གལ་སྲིད་ཐའེ་ཝན་འདི་རྒྱ་མིའི་གི་ཆ་ཤས་ཅིག་ཆགས་བའི་ནར་ལྟ་ཨ་རིའི་གྲོགས་པོ་ཆེན་པོ་ཅིག་རྒྱ་མིའི་ཆ་ཤས་ཅིག་ཆགས་དུས་ཙམ་པས་འོང་འདི་ལ་ཨ་ཡང་ཞེ་སྣང་དང་འཇིགས་སྣང་ཆེན་པོ་བྱོས་རེད་བ་དམག་ཐོག་ནས་འོང་འདི་འདྲའི་གི་གལ་གནད་ཆེན་པོ་ཅིག་ཆགས་བསྡད་ཤག་རེད་བ། དེ་ནས་ཐའེ་ཝན་དེ་གལ་གནད་ཅན་པོ་གཅིག་ཆགས་ཡོད་རྒྱུ་མཚན་གར་དོར་ལབ་ཡིན་ཨ་རིར་མཚོན་པ་ན་ཐའེ་ཝན་ནཱ་ལ་རི་བ་ཡང་འཛམ་བུ་གླིང་ཁྱོན་ཡོངས་ཀྱི་མཱི་ཁྲོ་ཅིབ་ཟིག་འདུག་ག་མཱི་ཁྲོ་ཅིབ་ལས་དེ་ང་ཚོ་ཁ་པར་ནང་ཡིན་ནའི་འདྲ་མོ་ཏྲའི་ནང་ཡིན་ནའི་འདྲ་ཀམ་པུའུ་ཏྲར་ཡིན་ནའི་འདྲ་གོ་མཚོན་ཡོད་རུ་བ་དེ་ཚོ་བཟོ་དུས་ཙམ་པའི་ནང་ལོ་ཆུང་ཆུང་ཞིག་འདུག་གས་ཀླད་པའི་སོ་ཨོ་ད་ག་འདྲ་ལོར་པར་དེ་བཞག་བཞག་འདུག་ག་དེ་ཚོ་ཚང་མ་བརྒྱ་ཆ་དྲུག་ཅུ་ཐའེ་ཝན་ནང་ལོར་བཟོ་གོ་རེད་ཟེར་བ་བྱས་ཙང་ཨ་ནི་ཐའེ་ཝན་དེ་ཨ་ནི་ཨ་རི་ལ་མཚོན་པ་ཡིན་ན་ཧ་ཅང་གི་གལ་ཆེན་པོ་རེད་བཞག་ཟེར་བ་ཚན་རིག་ཐོག་ནས་བཤད་པ་ཡིན་ནའི་ལེ། ད་ལྟ་ཨ་རི་གི་དམག་གི་གོ་མཚོན་མང་པོ་ཞིབ་ཅིག་བཟོ་གོ་རེད་བ་ཡང་བཟོས་རྗེས་ཨ་ནི་ཡུཀ་རེན་རོགས་པ་བྱས་ད་ལྟ་ཁོ་རང་ཚོ་ཚོང་རྒྱབ་ཡས་དེ་མང་པོ་ཞིབ་ཅིག་ཨ་ནི་གོ་མཚོན་དེ་ལ་མཚོན་པ་ཡིན་ནར་ད་ཐའེ་ཝན་གྱི་ཨ་ནི་བཟོ་གོ་རེད་ཟེར་གོ་མཚོན་ནང་བླུག་ཡས་ཀྱི་མཱི་ཁོར་ཅིབ་ལས་བཞུགས་འདུག་ག། འོན་ཏེ་ཨ་རིའི་གི་གོ་མཚོན་ནང་གི Microchip ལས་དེ་ཚང་མ་ལོ་ཐའེ་ཝན་ལ་བརྟེན་ཏེ་འོ་རེད། བྱས་ཙང་ཐའེ་ཝན་དེ་ཨ་རིར་མཚོན་པས་ན་མེད་མེད་ན་མ་འགྲིག་པ་ཅིག་ཆགས་ཏེ་བཞག། ཐའེ་ཝན་དེ་མཚོན་པས་ན་དམངས་གཙོའི་ལུང་པ་ཅིག་རེད་པ་ཡང་བྱས་ཙང་ཨ་རི་དེ་ནི་ལས་ད་གོ་ལོ་ཁྱོན་ཡོངས་ལ་དམངས་གཙོ་ཆེ་ཤོས་གི་ལུང་པ་ཅིག་ཡིན་ལ་དེ་འོ་རེད་པ་ཡང་འོང་འདུག་བྱས། དེ་ནས་དཔལ་འབྱོར་ཐོག་ནས་བཤད་པའི་ནས་ལས་ཐའེ་ཝན་དང་ཨ་རིའི་བར་རུ་ལ་ཚོང་འབྲེལ་ཆེན་པོ་ཞིབ་ཅིག་བྱས་ཏེ་འོ་རེད། མཉམ་འབྲེལ་བྱེད་ཀྱི་རྒྱལ་ཁབ་ཅིག་ཆགས་ཏེ་བཞག། དེ་ནས་ཨ་ནི་ཐའེ་ཝན་ཡིན་ནའི་ལས་ཨ་རིའི་ནང་ལོགས་ལ་མ་རྩ་ཆེན་པོ་ཞུ་ཅི་བྱའོ་རེད་ས་ཨིན་སྐད་ནང་ཞུ་བས་ན་མེ་ཇོ་ཨིན་ཝེ་སི་ཏར་ཟིག་དོག་མ་རྩ་ཆེན་པོ་བཞག་ཉར་ཅིག་བྱའོ་རེད། ཨ་རིའི་ནང་ལོགས་ལ་འཕྲུལ་ཆས་དང་འབྲེལ་བའི་བཟོ་ཚོང་ཁང་མང་པོ་བཞག་ཡོད་རེད་པ་དེ་ཐའེ་ཝན་མ་ཀའི་འགྲོ་སོང་མང་པོ་ཞིབ་ཅི་བཏང་གོ་རེད། ཉིས་སྟོང་གྱ་མི་ཉི་ཤུ་རྩ་གཉིས་ལ་ཐའེ་ཝན་དང་ཨ་རིའི་པར་རུ་ལ་ཆིངས་ཡིག་ཅིག་བཞག་ཡོད་རེད་ས་ཆིངས་ཡིག་འདི་དུས་རབས་ཉིས་རྩ་གཅིག་གི་ཐའེ་ཝན་དང་ཨ་རིའི་གི་ཚོང་འབྲེལ་གྱི་ཆིངས་ཡིག་བཞག་བྱས་ཡིན་ན་ཁོ་གཉིས་གཉིས་པར་རུ་ལ་ཚོང་འབྲེལ་ཧང་སང་གི་ཆེན་པོ་ཅིག་བྱེད་བདེ་བོ་རེད། རྒྱུ་མཚན་མང་པོ་ཅིག་ལ་བརྟེན་བྱས་ཡིན་ན། ཨ་རི་ལ་ཚུད་མེད་ནས་ཐའེ་ཝན་དེ་ཧང་སན་གྱི་གྲོགས་པོ་ཡག་པོ་ཞིག་དང་ཚོང་འབྲེལ་བྱེད་ཀྱི་ལུང་པ་ཅིག་ཆགས་ཏེ་འོ་རེད་བྱས་ཙང། ཐའེ་ཝན་གྱི་སྲིད་འཛིན་ལའི་ཆིང་ཏེ་གིས་ཞི་བདེའི་གཟེངས་རྟགས་འགོག་ཡོད་པས་ན་དབུ་མནན་ཁོ་རང་ཞི་ཅིན་ཕིང་དང་སྐད་ཆ་བཤད་ཕྱིར་བར་ཐའེ་ཝན་ལ་རྙོག་དྲ་མེད་པ་དང་ཐའེ་ཝན་དེ་རྒྱ་མིའི་ཆ་ཤས་ཡིན་ལའི་དེ་མཚམས་འཇོག་བྱེད་བཅུག་ན་ཁོ་རང་ལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལན་པོ་རུ་ཞིག་འདུག་ཟེར་ནས་ས་ཁང་ནང་མཉམ་སྤྱོད་གནང་ཤག། ཀྱེ་ན་ཀྲག་གི་སྲིད་བློན་ཡོད་པ་ཡང། མར་ཁ་ནི་ཁོང་ཨ་ནི་སྲིད་འཛིན་ཁྲོམ་ཕོ་བྲང་དཀར་པོ་ལ་མཇལ་འཕྲད་གནང་སྐབས་ཕེབས་ཞྭ་ཟུར་བ་དང་ཁོ་རང་མཇལ་འཕྲད་གནང་ཡན་གྱི་ཐེངས་མ་དེ་གཉིས་པ་དེ་ཆགས་ཏེ་ཞྭ་ཟུར་བ་ཐེངས་མ་དང་པོ་དེ་སྲིད་འཛིན་ཁྲོམ་སྤྱི་ཟླ་ལྔ་པའི་ཚེས་དྲུག་ལ་ཝ་ཤིང་ཏོན་ཏི་སི་ལ་མཇལ་འཕྲད་གནང་ཞྭ་ཟུར་བ་དེ་རིང་སྤྱི་ཟླ་བཅུ་པའི་ཚེས་བདུན་རུ་བ་ཡང་ཨ་ནི་ཡང་བསྐྱར་ཕོ་བྲང་དཀར་པོ་ལ་ཕེབས་རྗེས་སྲིད་འཛིན་ཁྲོམ་མཇལ་འཕྲད་གནང་སྐབས་ཕེབས་ཞྭ་མཇལ་འཕྲད་གནང་ཡབ། བྱེད་འབྲས་སྣ་ཡན་གྱི་རྒྱུ་མཚན་དེ་གར་དུ་ཞུས་པས་ན། ཆོས་རྒྱལ་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིས་སྟོང་གྱ་མི་ཉི་ཤུ་རྩེ་ལྔ་ལ་ནི་སྐད་སྣ་ཅག་གི་ལྕེ་ལག་ཟེར་བ་མང་པོ་ཅིག་ལ་སྒོ་ཁྲལ་ཆེན་པོ་ཞིག་རྒྱག་ཡོད་རེད་ཟེར་བ་དེའི་ནང་ལོ Steel དང Aluminum ཟེར་བ་ལྕགས་དང Aluminum དེ་ཚོའི་ཁ་ལ་བརྒྱ་ཆ་ཉི་ཤུ་རྩེ་ལྔ་ཅིག་བརྒྱབ་ཡོད་རེད་ཟེར་བ་གལ་སྲིད་སྐད་སྣ་ཅག་གི་ལྕེ་ལག་འདི་ཨ་རིའི་ནང་ལོགས་ལ་དབོར་བ་ཡིན་ནར་ད

དེ་ནས་ཤིང་རིགས་སྐྱེས་ན་ལྕགས་ཀྱི་ཤིང་དེ་ཚོ་ཨ་རི་ལ་སྔོག་པའི་ན་བརྒྱ་ཆ་བཅུ་བརྒྱབ་ཡོད་རེད། ད་མདོ་ལྕགས་ལག་ཞིམ་པ་མཁར་དུ་ལབ་པའི་ན་སྐྱེས་ན་ལྕགས་ཀྱི་ལྕགས་ལག Cosmetic ཟེར་བ་བུ་མོའི་རྫས་སུ་བྱས་བྱས་དེ་ནས། Tyres འཁོར་ལོ་ཡོད་པ་མོ་ཏྲའི་འཁོར་ལོ་དང་སྦག་སྦག་འཁོར་ལོ་དང་མང་པོ་སྦྱོར་བ་ནས་ཤིང་ཏོག Fruits དེ་ནས Wine བྱས་ན་སྐྱེས་ན་ལྕགས་ཀྱི་ལྕགས་ལག་མང་པོ་ཅིག་ཨ་རིའི་ནང་ཨོ་དུས་སྒོ་ཁྲལ་མང་པོ་ཅིག་བརྒྱབ་ཡོད་རེད་བ། དེ་དང་འབྲེལ་བའི་སྐྱེས་ན་ལྕགས་ཀྱི་སྲིད་བློན་གྱི་ཆོམ་དང་སྐད་ཆ་བཤད་ག་ལས་རེད་ཟེར་བ་སྒོ་ཁྲལ་ལྕགས་ལ་ནི། དེ་ནས་ཉིས་སྟོང་གྱ་མི་ཉིས་བརྩེགས་དྲུག་ལ་རུ་བ་ཡང་ཨ་ནི་ཨ་རི་ཆེད་མེག་སི་ཀོ་ཆེད་སྐད་ན་ཅག་དེ་ཚོའི་དཔའ་རུ་གི་གྲོས་མཐུན་ཞུ་ཐུག་རུ་བ་འོང་དེའི་ཀ་ལ་སྐད་ཆ་བཤད་ག་ལས་ཤགས། སྐད་ན་ཅག་གི་སྲིད་བློན་གྱི་རུ་བ་ཨ་ནི་ཨ་རི་གི་སྲིད་འཛིན་ཐུག་རྗེས་ཡིན་ན་སྐད་ན་ཅག་དང་ཨ་རི་གི་འབྲེལ་ལམ་ཡག་པོ་ཅིག་ཆགས་ཡོད་ཞུ་བ་དཔལ་འབྱོར་ཐོག་ནས་ཡིན་ནས་འདྲ་ཆབ་སྲིད་ཐོག་ནས་ཡིན་ནས་འདྲ་དམག་ཐོག་ནས་ཡིན་ནས་འདྲ་བདེ་འཇགས་ཐོག་ནས་ཡིན་ནས་འདྲ་ཚང་མ་ཨ་རི་གི་ཨ་ནི་དང། ཁྱིམ་མཚེས་རྒྱལ་ཁབ་ཡག་པོ་ཅིག་ཆགས་ཡག་གི་ནི་གྲོས་མོལ་བྱེད་ག་ལས་རེད་ས་ཞི་བདེའི་ཐོག་ནས་རེད་བ། ཁ་ཆེ་ལབ་ཡོད་ན་སྙེ་མ་སྲིད་འཛིན་ཁྲོམ་རྒྱལ་ག་རེ་ལབ་འདུག་ལབ་ཡོད་ན་ཀན་ན་ཀྲ་དེ་ཨ་རིའི་གི་མངའ་སྡེ་ལྔ་བཅུ་ང་གཅིག་པ་དེ་ཆིའི་ལ་སྡེ་ཤ་རེད་བ་ཡང་ད་ལྟའི་ཆ་ནས་ཨ་རི་ལ་མངའ་སྡེ་ལྔ་བཅུ་འདུག་བ་ཡང་ཨ་ནི་ཀན་ན་ཀྲ་དེ་ད་དཔལ་འབྱོར་ཐོག་ནས་ནས་ཀྲ་ཆབ་སྲིད་ཐོག་ནས་ཉམས་རྒུད་ཆེན་པོ་ཞིག་བྱུ་དུས་ཙམ་པས་སྲིད་འཛིན་ཁྲོམ་རྒྱལ་ཨ་ནི་མངའ་སྡེ་ལྔ་བཅུ་ང་གཅིག་ཆིའི་ལ་རེད་བ་ཡང་འོང་དེ་ག་ལ་ཨ་ནི་ཨ་རི་དང་གྲོགས་པོ་ཁྱིམ་མཚེས་རྒྱལ་ཁབ་ཡག་པོ་ཅིག་ཆགས་ཡག་ཆེད་དུ་ཁོང་རྒྱལ་ཨ་ནི། གྲོས་མོལ་བྱེད་ཁག་སླེབས་རེད། དེ་ཙམ་མ་ཁར་ནི་ཁོང་ཡིན་ན་སྲིད་འཛིན་ཁྲོམ་བཅས་ཀྱི་དོན་ཚན་དེ་ཚོ་དང་འབྲེལ་བའི་བཀའ་མོལ་གནང་ག་ཕེ་ཤཱི་ཀ་ན་ཁྲ་དང་འབྲེལ་བའི་གསང་རྒྱུགས་འདྲ་རེ་ཤཱི། དེ་རིང་མཉམ་འཇོག་ཤོས་ཀྱི་གསང་རྒྱུགས་མཐའ་མ་དེ་གར་དུ་ཞུས་པས་ན་ད་ལྟ་ཀི་ཤཱི་ཀྱི་ལུང་པ་ག་ཛ་ན་ལོ་ལ་དམག་ཅིག་བྱུང་དེ་རུ་ཨི་ཟི་རལ་མཉམ་དུ་ཁི་སི་སྲིད་འཛིན་ཁྲོམ་གྱི་ཡིན་ན་དམག་མཚམས་བཞག་ཡ་ག་ལ་སྐད་ཆ་ཤེས་ཡིན་བཤད་སོང་ང་ཤེས་ཀྱོ་དེ་དངོས་སུ་ལག་ལེན་བསྟར་དུ་སླེབས་ཡིན་ན་ད་དེ་གར་ཆེད་དུ་སླེབས་ཡིན་ན་ད་ལྟ། ཨིས་རལ་དང་གྷ་ཛ་གི་དམག་མཚམས་ཞལ་བྱུས་པ་འོ་འདི་ག་ལ་སྐད་ཆ་བཤད་དུས་ཡོད་རེད་ས་སྐད་ཆ་བཤད་ས་འདི་ཨི་ཇིབ་ལས་བྱུས་པ་ས་ཆ་ཅིག་འོ་འདི་ལ་སྐད་ཆ་བཤད་བྱས་ཡིན་ན་ཧ་མ་སི་ལགས་ར་བ་ཨིས་རལ་དང་ཧ་མ་སི་ཟེར་གི་འཇིགས་སྐུལ་རིང་ལུགས་བྱུས་པ་འཇིགས་སྐུལ་རིང་ལུགས་པ་ཅིག་ཁི་སི་ནས་ཅིག་སྐད་ཆ་བཤད་བྱས་ཡིན་ན་དུས་ཚོད་ཆུ་ཚོད་བཞི་བཏང་བ་རེད་ས་ཨི་ཇིབ་ལ་གྲོས་མོལ་ཅིག་བྱུང་ཤགས་གྲོས་མོལ་ཆེ་དག་བྱེད་བཞིན་པ་རེད་འདུག་ཡ་དམག་མཚམས་བཞག་ཡ་ད་དེ་འདྲ་ཁས་བཤད་མི་འདུག་གསར་ཁང་ནང་ཡིན་ནའི་ལས་ཨི་ཟི་རལ་ནང་ལོགས་ལ་མི་མང་པོ་ཅིག་འདུ་འཛོམས་བྱས་བྱས་ཡིན་ན་དེ་རིང་སྤྱི་ཟླ་བཅུ་པའི་ཚེས་བདུན་འདི་ཁོང་ཚོ་འདིར་ཤགས་ཧ་མ་སི་ལའི་ཇུས་པ་འཇིགས་སྐུལ་རིང་ལུགས་པས་ཨི་ཟི་རལ་གྱི་མི་གཅིག་སྟོང་ཉིས་བརྒྱ་བསད་བཅད་རེད་བ་ཡང་ཨ་ནི་རྒྱལ་མགོ་སའི་སྤུ་གུ་ཤ་སྟག་ཨ་ནི་མི་ཕ་མའི་མདུན་ལ་མེ་བྲག་བཏང་བྱས་བ་ད་སྤྱི་ཟླ་བདུན་པའི་ཚེས་དུས་ཕྱིན་དུ་བཅུ་པའི་ཚེས་བདུན་ལོ་ལོ་གཉིས་སྔོན་ལ་རུ་བ་ཡང་འོངས་ཏེ་དྲན་གསོ་ད་ལོ་གཉིས་ཕྱིན་པས་ནི་དྲན་གསོ་བཟོ་རེ་ད་ཡིད་སྐྱོ་བའི་གནས་ཚུལ་ཅིག་བྱུང་བ་འདི་ལ་ནི་གདུང་སེམས་མཉམ་སྐྱེ་མཚོན་ཆེད་གདུང་སེམས་མཉམ་སྐྱེ་བྱེད་ཆེད་དུ་རུ་བ་ཡང་ཁོ་ཚོས་ཕི་གི་ལ་འཛོམས་བྱ་རུ་བ་འཛོམས་བྱེད་མི་དེ་ཚོ་ངུས་འབྲས་བྱེད་དེ་བྱ་རུ་བ་ནི་སྙེ་དམག་གི་མི་སེ་སྐྱོ་དེ་ཚོའི་པར་དེ་ཚོ་སྟོན་ཅིག་བྱེད་རུ་བ་ལས་འགུལ་མང་པོ་ཅིག་སྤེལ་དེ་བྱ་རུ་བ་ཨི་ཛི་རལ་ནང་ལོ་རུ་མཚོན་པ་ཡིན་ན། དེ་ནས་མི་ཉིས་བརྒྱ་ལྔ་བཅུ་ཡིན་ན་ཁོང་ཚོའི་འཁྲིས་ཕྱིན་པ་རེད་ས་ཧ་མ་སི་དེ་ཚོ་འཇུས་བཅད་ར་བ་སྡུག་པོ་ཞི་བྱེད་བཏང་བཅད་ཡིན་ན་ཀླད་པ་ལ་སྐྱོན་རྒྱབ་པས་ད་ནི་ཁ་ཤས་ཤིག་ད་བསད་བཅད་ཁ་ཤས་ཡིན་ན་སུ་སུ་སུ་རོ་སྦས་ས་ཡོད་པ་ལག་པས་དྲུས་འཇུས་བཅད་སྡུག་པོ་ཞི་བོ་བཏང་སྐྱོ་བརྙན་ཐུང་འདྲ་མཐོང་ཡ་ཡོད་རེད་ས་ཧ་མ་སི་གིས་ཨི་ཟི་རལ་ལ་བཀུག་ཡོད་ས་ར་བ་ཡང་དཔེ་སྡུག་པོ་བཏང་དགོས་ས་ར་བ་འོང་དེ་འདྲས་ཀྱི་གནས་ཚུལ་མང་པོ་ཞིག་འདུག། འོང་འདྲས་ཤ་ཁོ་ན་ཚོ་ད་ཨི་ཟི་རལ་ད་ཨོ་ཁ་རེ། ག་ཙག་ཞེས་པའི་དམག་དེ་མཚམས་བཞག་ཐུབ་པའི་སྨོན་ལམ་ཞིག་བརྒྱ་ཡ་རེ་བཞག་བཞིན་པ་གལ་ཆེན་མདོག་ག་ཨན་དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསུང་རྒྱུན་ཁ་ཤས་ཀྱི་མཉམ་ཆུ་ཞོའི་ལེ་ཚན་དེ་མཇུག་བསྡོད་ཡིན་ལེ་ཚན་རྗུན་མེད་ན་ཡང་བརྒྱ་བྱས་ཡོང་མ་བྱས་པར་སྐུ་ཟུར་ཐུགས་བཅག་ན་རོགས་ན་ཞུ་དེ་བཅག་འགོ་ཞོ་གས་ཡ་ཤ་ཉེ་ཞོག་པོ་དེ་ལས་མགོ་མདའ་མ་གཟིམ་ངེད་ལ་གཉིད་ལམ་བཟང། གཉིད་ཀྱིས། ག་ལི་ཤུག་གོ།